ལོ་རིམ་དང་པོའི་སྐྱེ་དངོས་སློབ་ཚན་གསལ་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་ནས་འདི་རེས་འདི་ལ་ངས་ག་རེ་ཞུ་དགོས་དྲན་སོང་ལབ་ན། ད་ལྟ་འདི་གི་ཚན་པ་སྔ་མ་དེ་ནང་ལ་ང་ཚོ་གིས་ད་ལྟ་ཚན་པའི་རིག་པ་ལ་དེའི་སྒང་ལ་ཞུས་ཡོད། དག་ནང་བཞིན་ཚན་པའི་རིག་པ་ལས་འཕྲོས་ཏེ་ང་ཚོ་གིས་ད་ལྟ་ངར་ཆགས་སྟངས་དང་དེ་ནས་ངར་གནས་གི་ཕྲུ་གུ་གི་འགྱུར་བ་དང་དེ་ཚོའི་སྐོར་ལ་ཞུས་ཡོད། འོ་དེ་ནས་དེ་རེས་འདི་ལ་ངས།

གཏན་སྡུད་རྒྱལ་དར་འཕྲུལ་ཆས་ལ་བརྟེན་ནས་ཕྲུ་གུ་སྐྱེ་འཕེལ་བྱེད་པའི་ཐབས་ལམ་དམིགས་བསལ་བ་ཅི་ཡིན་སྲིད་དམ་དེ་བརྟེན་སོང་ན། དེ་ཟིན་གཡོག་དར་ཆེན་པོ་ནང་ཆགས་དུས་དང་སྤྱིར་བཏང་དེ་ག་རེ་རེད་ཞུས་པ་ཡིན་ན་དང་པོ། ཕ་མ་གཉིས་ཀྱིས་ད་ནི་ཁུ་བ་དེ་ད་ཕས་ཆགས་ཟིན་ན་ཕ་གིས་ཁུ་བ་དང་ཨ་མ་གིས་ད་ནི་ཁ་དམར་དེ་ལེན་ད་ནི་དེ་མཉམ་དུ་ད་ནི་ཕྱི་ལོ་ད་ནི་ཨ་མའི་སྔར་མ་ཡིན་པ་དེའི་ཕྱི་རོལ་ལ་ད་ནི་མཉམ་དུ་སེལ་རྒྱུར་གྱིས་དེ་ལྟ་ན་ཕྱིར་ཕུག་ནང་དེ་ནི་ནང་ལུག་གི་དུས་ར་དེ་རྣམ་པ་ཚོས་འདི་གང་ལ་ཟེར་འདི་ཕྱིར་ཕུག་ནང་འདི་འདྲ་ཅིག་གང་ལ་ད་ནི་ཕ་མ་གཉིས་ཀྱིས་ཁམས་དཀར་དམར་དེ་སེལ་རྒྱུར་གྱིས་ད་ནི་དེ་གི་ཚ་ཚད་ཀྱི་བ། འོ་འདི་གའི་དོན་དུ་ཕྱིར་བུག་ནང་གི་ཚལ་རྩི་དེ་རྣམས་ནམ་གྱི་ང་ཟུག་ཨ་མ་མངལ་གྱི་ཚལ་རྩི་གཅིག་པ་གཅིག་ཅུང་ཅིག་ལ་བཞག་ནས་ད་ཕྱི་རོལ་ནས་བདུན་ཕྲག་ཁ་བཞི་བཞག། འོ་དེ་ནས་དུས་གཅིག་ནས་ག་ལེ་ག་ལེ་ད་བདུན་ཕྲག་གཉིས་གསུམ་གྱི་དོན་དུ་དེའི་ཕྱི་ལོགས་ལ་བཞག་གི་དུས་ར་ཕྱི་ལོགས་ལ་ད་ཕྱིར་བུག་ནང་ལ་བཞག་དེ་ནས་དེ་རྗེས་མ་དོན་དུ་དེ་སོ་སོའི་ད་ཨ་མ་གི་མངལ་ལ་ཡང་ཅིག་བཞག་གི་དུས་ར་ཁམས་ནང་བའི་ངོ་བོ་ལ་ཨ་མའི་མངལ་ལ་བཞག་གི་དུས་ར། འདི་ག་རེ་རེ་ལབ་ན་ཨ་མ་ཁ་ཤས་ཡང་སོ་སོའི་མངལ་ནས་ཕྲུ་གུ་ཆགས་མ་ཐུབ་གལ་ཏེ་འདྲེ་དུ། སོ་སོའི་མངལ་ལ་ཕྲུ་གུ་ཆགས་མ་ཐུབ་གལ་ཏེ་སོགས་ལ་འདི་ལྟ་བུའི་ཐབས་ལམ་བརྒྱུད་ནས་སོ་སོ་ལ་ཡང་ཕྲུ་གུ་ནང་བ་ད་བཟོ་ཐུབ་གི་དུ། འོ། དཔེ་ཆ་ཟེར་ན་ཕ་མ་གཉིས་གང་རུང་གཅིག་ལ་ཕྲུ་གུ་བྱ་བའི་ནུས་པ་མེད་ན་འདི་ལྟ་བུའི་ཐབས་ལམ་སྤྱོད་ཀྱི་འདུག་ད། འདི་ལྟ་བུའི་ཁམས་དཀར་དང་ཁམས་དམར་གཞན་པ་ནས་ལེན་ཆོག་གི་འདུག། དེ་འདྲ་གྱིས་ནི་ད་སྲིད་འགྱུར་གྱིས་ནི་ཐ་མ་དེ་ད་ཨ་མ་ངར་ལ་བཞག་དེ་ནི་སྐྱེ་ཡ་དེ་ཨ་མའི་ངར་ནས་སྐྱེ་དགོས་འདུག་ར། འོ་འདི་འདྲ་གི་ཐབས་ལམ་གཅིག་ཡོད་དེ་ལ་ད་ནི་ང་ཚོ་གིས། འོ་ད་ནི་ཚུལ་དེའི་ཕྱིར་བུ་ཕྲུ་གུ་ལབ་ནི་དེ་འདྲ་ནའོ་ཅིག་ལབ་ཀྱི་འདུག་ར། འོ་དེ་འདི་ལྟ་བུའི་དེ་ན་ཚུལ་དེའི་དེ་ན་ཁྲིམས་སེལ་ལམ་ན་རེ་འདི་གཙོ་བོ་རྒྱུ་ཁྲིམས་གཙོ་བོ་ལྔ་ནོག་ཅིག་ལྔ་ནོག་ཅིག་དུས་ར། དང་པོ་དེ་ག་རེ་ལབ་ན་ད་སྨན་རྣམས་སྨན་ཁབ་ལ་བརྟེན་ནས་ཟླ་མཚན་གྱི་འགྱིང་འཁོར་ལ་འགྱུར་བ་གཏང་དགོས་རེད། འོ་ད་དེ་ཁོ་རང་གི་ཡང་ན་སྨན་གཏང་དགོས་རེད་ཡང་མིན་ན་སྨན་ཁབ་རྒྱག་དགོས་རེད་དེ་ལ་བརྟེན་ནས་ཨ་མ་གི་དེ་ན་ཟླ་མཚན་གྱི་འགྱིང་འཁོར་འགྱུར་བ་དེ་ལ་འགྱུར་བ་གཏང་དགོས་རེད།

དེ་རེད་དེ་ཅི་ལ་བྲམ་ཟེ་དེ་ལྷ་རེད་ཨ་མི་ང་ལ་བཞག་དགོས་རེད་ཟེར་ནོ་ཅིག་དོ། ད་དོག་དོག་དེ་འདི། དང་པོ། དེ་འདི། ཁམས་དཀར་མ་སེར་སྐྱུར་བཅས་དེ་ཨ་མི་ངར་ཕྱི་རོལ་ལ་བཅིག་དེ་ནི་རྗེས་མ་ཨ་མི་ང་ལ་ཕར་བཞག་ཡ་ཅིག་དོ་ཨོ་དེ་འདྲ་ན་འོ་ཅི་རེད་དུས་ར། ད་དེ་འདུས་ཀྱི་ད་འདི་གི་དཀར་ལབ་དགོས་རེད་ད་གསར་གཏོད་ལབ་ན། འོ་ཕྲུ་གུ་སྤྱིར་བཏང་གི་ད་འདི་ཐབས་ལམ་ནང་བཞིན་པ་ཅིག་རེད་དུས་ར། འོ་དེ་ནས་ཏན་ཏན་འགྲིག་གི་ཏན་ཏན། ཤེར་བུག་སྦྲུམ་སྲེག་ལ་འགྲིག་གི་ཐབས་ལམ་དེ་དང་པོ་སུར་འགྱིང་མ་སོང་ན་ཅི་ཉི་སུ་རེད་སུས་ཅི་རེད་ལབ་ན། འོ་འདི་ལ་ད་མི་གཉིས་འདུག་ར། ཁོ་རང་གཉིས་ཀ་རེ་རེ་ལབ་དུས་ཚངས་པ་རྣམ་པ་བདུན་དེ་པར་དེ་གང་ལ་གཟིགས་ཡིན་ན་འགྲིག་གི་ཏན་ཏན། ཚུལ་དེས་ཤེར་བུག་སྦྲུམ་སྲེག་གི་ངར་སྦྲུམ་ཐབས་ལམ་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དང་གཅིག་སྟོང་བདུན་ལོ་རེད་འདུག་ར། དེ་ལ་དབྱིན་ཇིའི་གི་ཏན་ཏན་ཚན་རིག་པ་ཏན་ཏན་འདི་ལ། Sitrim Troll འུ་ཐུག Sitrim Troll ལ་གཅིག་འདུག་དེ་ནི་ཏན་ཏན Robert ལ་གཉིས་འདུག་ར། ཁོ་གཉིས་ཀྱི་གསར་གཏོད་ཅིག་རེད་ཟེར་ར། འོ་དེ་ནས་ཐབས་ལམ་དེ་གསར་གཏོད་བགྱིས་ནས་ལོ་གཅིག་གི་རྗེས་སུ་ཕྱིའི་ཐོག་མ་གིས་ཕྱིར་ཕུད་ཀྱི་སྦྲུམ་སྲིང་གི་ཕྲུ་གུ་དེ་དབྱིན་ཇིའི་སྨན་ཁང་ཅིག་ཏུ་བསྐྱིས་རེད་ཟེར། འོ་དེ་འདྲ་ཅིག་རེད་བྱས་ཏེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དང་གྱ་བདུན་བདུན་ལོ་རེད་དོ། འོ་དེ་ནས་རྣམ་པ་ཚོ་སྒང་ནས་ཤུལ་བ་ནང་བཞིན་གྱི་ཐོག་མ་ཐེངས་མ་དང་པོ་གི་འཛམ་གླིང་གི། ད་ལྟ་དེ་གའི་ཕྱིར་སྦུག་གྲུམ་སེང་ལབ་ན་དེ་ཕྱིར་སྦུག་ཁྲོ་བོ་ལས་དེ་ག་དུས་ཀྱང་སྐྱིད་འདུག་ལབ་ན། འོ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དང་ཆིག་སྟོང་བརྒྱད་ལོ་གི་ཟླ་བ་བདུན་པའི་ཚེས་ཉེར་ལྔ་ལ་དབྱིན་ཇིའི་མེན་ཁོག་ཏུ་ནི་མེན་ཁོག་སྨད་སྡེ་དེ་རེད་དུ་ར། འོ་འདི་འདྲ་ཅིག་ལ་ཅི་རེད་དེ་བུ་གུ་དེའི་མེན་ད་བུ་གུ་དེའི་བུ་མོ་ཅིག་རེད་ཤག་ར། ཅི་ཡོད་བུ་མོ་བུ་མོ་དེའི་མེན་ལ་ད་ནི་ལུས་སེ་སི་བུརང་ལབ་དུ་ར་ལུས་སེ་སི་བུརང་ལས་དེ་རེད། མོ་འདྲ་བས་ན་ད་གྲུམ་སེང་གིས་ད་ཕྱིར་སྦུག་གྲུམ་སེང་ལབ་ན་དེ་ཕྱིར་སྦུག་ཁྲོ་བོ་ཐོག་མ་དང། ཐེངས་མ་དང་པོ་དེ་ཆགས་ཡོད་རེད་ཟེར་ར།

འོ་འདི་ད་ལྟ་གི་ང་ཚོའི་སྒང་ནས་ཞུ་བ་ནང་བཞིན་ད་ལྟ་ཕྱིར་སྦུག་སྦྲུམ་སེང་ལབ་ན་རེད་ཕྱིར་སྦུག་ཕྲུ་གུ་ལས་དེ་ད་ཐོག་མ་ཐོག་མ་སྐྱེས་དེ་ད་ལྟ་བུ་མོ་ཞིག་རེད་དོ། འོ་འདི་ནི་ད་ལྟ་འདི་གི་དང་པོ་ང་ཚོས་གི་ད་ལྟ་ཕྱིར་སྦུག་གི་ཕྲུ་གུ་ལབ་ནས་འདི་གི་བཟོ་མཁན་མི་དེ་ལ་སྤྱི་ལོ་ཆིག་ཉིས་སྟོང་བཅུ་དགུ་ལོ་ཁོ་ལ་ད་ལྟ་ནོར་བེལ་གྱི་གཟེངས་རྟགས་ཅིག་སྤྲད་བཞག་ར། འོ་རྣམ་པ་ཚུལ་འདི་ལ་གཟིགས་ཡིན་ན་ད་འདི་འདི་གིས་ད་འདི་རོ་པར་ཏི་ལའི་ཚན་རིག་པ་འདི་རེད་དོ། སྤྱི་ལོ་ཉིས་སྟོང་བཅུ་ལོའི་འཛམ་གླིང་གི་སྨན་རྒྱུད་རིག་པའི་ནོར་བྷེལ་གཟེངས་རྟགས་དེ་རོ་པེ་ཏི་ཡིས་གསར་གཏོད་གནང་བའི་ད་འདི། ཕྱིར་ཕུག་གྲིམ་སེང་གི་ཐབས་ལམ་ལ་སྤྲད་ཡོད་སྲིད་ད་ཁོ་གིས་ད་འདི་གང་ནས་ཞུས་ཡང་ནོ་འདི་ལྟ་བུའི། ད་འདི་ད་ཨ་མའི་མངལ་གྱི་ཕྱི་རོལ་ལ་དང་པོ་ཁམས་སེལ་རྒྱུར་གྱིས་དེ་ནས་ཨ་མའི་མངལ་ལ་བཞག་ཡོད་རྒྱུར་རྒྱུ་རིམ་ཅིག་འདུག་འོ་དེ་ལ

འོ་དེ་ད་ལྟ་ད་ལྟ་བར་དུ་ལབ་དགོས་ར་ད་ལྟ་འདི། ལོ་གསུམ་གྱི་ཚུར་སྔ་རན་ལ་ད་ལྟ་མཉམ་ཞུགས་པ་རྣམས་ཀྱིས་ད་ལྟ་ཁོ་རང་གི་ཤེས་རྒྱུད་ཀྱི་ལུགས་ཐོ་ལྟར་ན། ད་ལྟ་འདི་གི་ཕྱིར་བུག་སྒྲོམ་གསལ་ལ་འདི་ཐབས་ལམ་བརྒྱུད་ནས་སྐྱི་ཁྲོ་གོ་དེ་ལ་ད་ལྟ་ས་ཡ་ལྔ་ནང་ཅིག་སྐྱི་ཞག་ཟེར་ར། དེ་ནི་ཧ་ཅང་མང་པོ་སྐྱི་ཡོད་རེད། འོ་དེང་སང་དེ་ད་ཅང་དར་སོ་ཆེན་པོ་ནང་ཆགས་འགྲོ་གི་འདུག་ཁ་ཤས་ཡང། ཁྲོ་གོ་དེ་འདྲ་ཕ་མ་གཉིས་ཀ་ལ་ཡང་སྔར་ཆགས་ཡ་དཀའ་ངལ་ཡོད་རྒྱུ་དེ་ཚོ་འདི་ལྟ་བུའི་ཐབས་ལམ་ལ་བརྒྱུད་ནས་ཁོ་ཚོ་བོད་ཀྱི་སྐྱི་གི་དོ། དང་པོ་གཅིག་ལ་འདི་བདེ་ཐང་ཡིན་མིན་དང་དེ་འདྲ་གང་ལ་ཁོ་ཚོས་བསམ་བློ་བཏང་ཡོད་ས་རེད་ཡིན་ནའང་དེང་སང་འདི་བདེ་ཐང་ཡིན་པ་དང་ད་ག་རང་རྣམ་རྒྱལ་གྱི་ཕྲུ་གུ་དང་གཅིག་པ་ཡིན་པ་དེ་འདྲ་ཁོ་ཚོས་ཧ་གོ་ཐུབ་ཨ་དེ་གྱི་དུས་མཚམས་པ་ལ་དེང་སང་འདི་ཧ་ཅང་གི་ད་ལྟར་སོང་མ་སོང་ཆེན་པོ་གཅིག་འགྲོ་གི་འདུག། འོ་འདི་ནས་གཉིས་པ་དེ་ཡང་དེང་དུས་ཀྱི་སྐྱེ་དངོས་ཁྲི་རིགས་ལ་བརྟེན་པའི་ད་ལྟ་དངོས་བྲག་རིགས་ཕྲན་ལྷད་ཅིག་དུས་འདི་བ་ཏོག་ཟེར་བ་གསར་བ་ནང་བ་ཅིག་རེད།

འོ་དེ་ནས་འདི་ལྟ་བུའི་སྔོན་འགྲོ་རིགས་བསྐྲུན་ལ་ཐབས་ལམ་འདི་ལ་བརྟེན་ནས་ང་ཚོ་གི་སྐྱེ་དངོས་འདི་འདྲ་བཟོ་དགོས་རེད། འོ་དེ་ལ་ད་ནི་མིས་བཟོས་སྔོན་འགྲོ་རིགས་བསྐྲུན་ལབ་ཀི་རེད། དེ་ནས་ད་ནི་མིས་བཟོས་སྔོན་འགྲོ་རིགས་བསྐྲུན་ལ་དེ་ལ་ད་ཨིན་ཇིའི་ནང་ནས་དེ་ནི Artificial Cloning ལབ་དགོས་རེད། Artificial Cloning ལ་དེ་རེད། འོ་ད་འདི་བཟོ་སྟངས་མ་སོང་ན་ག་རེ་རེད་ལབ་ཡིན་ན་དེ་རྣམ་པ་ཚོས་འདི་གི་པར་འདི་གང་ལ་གཟིགས་ཡིན་ན། འོ་ད་དང་པོའི་དང་པོ་དེ་ལ་ང་ཚོ་གིས་ད། འདི་ལ་དེ་གོ་མིག་ཟུང་སྔོན་འདྲ་རིག་སྐྲན་ཞེས་པ་ཇི་ལྟར་འབྱུང་གི་ཡོད་དམ་ཞེ་ན། ཉམས་བཞག་པ་རྣམས་ཀྱིས་ཐོག་མར་པགས་པའི་ཕྲ་འབུང་ལྟ་བུའི་ར་ད་ལུས་ཀྱི་ཕྲ་འབུང་ཡིན་ན་འགྲིག་གོ་མཚན་མའི་ཕྲ་འབུང་མ་ཡིན་པའི་ལུས་ཀྱི་ཕྲ་འབུང་ག་རེ་ཡིན་ན་འགྲིག་གོ་ཟེར་རེད་ར། དཔེར་ན་པགས་པའི་ཕྲ་འབུང་ལྟ་བུའི་མི་འཛིན་པའི་ལུས་ཀྱི་ཕྲ་འབུང་ཞིག་ད་ཆོག་མཆན་ཡོད་པའི་སེམས་ཅན་ཞིག་གླེང་དགོས་འདི་འོ་ད་དེང་སང་ཡིན་ན་བྱེད་སྟངས་འདི་ཚོ་ད་བཟང་སྤྱོད་དང་ཐུན་མིན་དང་དེ་འདྲ་རྩོད་པ་ཆེན་པོ་དག་ཡིན་ན་ཆོག་མཆན་ཡོད་རྒྱུ་གི་སེམས་ཅན་ཞིག་ན་གླེང་དགོས་རེད། དེ་རྗེས་ད། རྗེན་ནེ་བསྟན་པའི་ད་ལུས་ཀྱི་ཕྲ་འབུང་ཡོད། ལུས་ཀྱི་ཕྲ་མོ་གཅིག་ལ་དེ་འདྲ་འདྲེས་ནས་ཡོད་ར་དེ་གཉིས་ནོ་དེའི་ཕྱིར་སྟོང་དགོས་རེད་ཟེར་ར་དེའི་ཕྱིར་སྟོན། དེ་ནས་ཕྱིར་སྟོན་ཟིན་པའི་དན་དག་གིས། ཧོ་དེ་འདི་ཁ་མ་ཁྲམ་སྤུངས་དག་དེ་ནི་མཉམ་དུ་བསྲེ་སྦྱོར་བྱེད་དགོས་རེད་ཟེར་ཏེ་དེ་རེད་ར་ད་དེ་དེ་པར་གི་གང་འདོད་ཞུས་ན། ད་འདི་དང་པོ་ང་ཚོ་གི་པགས་པའི་ཕྲ་མོང་ལ་ལུས་ཀྱི་ཕྲ་མོང་ར། ལུས་ད་སེམས་ཅན་གང་རུང་བ་ཞིག་ནི་ལུས་ཀྱི་ཕྲ་མོང་ལེན་དགོས་རེད་འདི་ཚད་མའི་ཕྲ་མོང་མ་ཡིན་པར་ལུས་ཀྱི་ཕྲ་མོང་ལེན། ལུས་ཀྱི་ཕྲ་མོང་ནང་གི་དེ་གཉིས་དེ་ཕྱིར་སྟོན་དགོས་ར་ད་དེ་གཉིས་དེ་ཕྱི་ལ་སྟོན་ཚར་སོང་ཨ་ཨོ་དེ་གཉིས་དེ་གཉིས་གཅིག་པོ་སུ་ལངས་སོང་ཨ་འདི་དང་པོ་ད་འདི་སེམས་ཅན་གང་རུང་བ་ཞིག་གི་ལུས་ནི་ད་འདི་ཕྲ་མོང་ཞིག་སྟོན། དེ་གི་ཕྲ་འབུངས་གཅིག་གི་བརྡ་འདི་ལྟེ་གཉིས་དེ་ཕྱི་ལོགས་ལ་སྟོན་བརྡ་ལྟེ་གཉིས་ནང་རྗེས་ནས་ཡོང་བར་དེ་ཕྱི་ལོགས་ལ་སྟོན་དགོས་གི་ཏོ། འོ་དེ་རིམ་པ་དང་པོ་གཅིག། དེ་ནས་འདི་ང་ཚོ་གི་ཡང་བརྡ་འདི་ཁ་མར་ཕྲ་འབུངས་གཅིག་རེད་རང། ཡང་སེམས་ཅན་གང་ཡང་རུང་བ་ཞིག་ནས་ཁ་མར་ཕྲ་འབུངས་གཅིག་བླངས། ཁ་མར་ཕྲ་འབུངས་གཅིག་གི་ཡང་ལྟེ་གཉིས་དེ་ཕྱིར་སྟོན་དགོས་རོ་རྗེས་ཡིན་ནས་ཡོད་ཚད་ལྟེ་གཉིས་དེ་ཕྱི་ལོགས་ལ་སྟོན། དེ་ནས་དང་གི་དང་པོ་གི་ལུས་ཀྱི་ཕྲ་འབུངས་ནང་གི་ལྟེ་གཉིས་དེ་དང་དེ་ནས་ཁ་མར་ཕྲ་འབུངས་གི་ལྟེ་གཉིས་མེད་ས་གི་ཁ་མར་ཕྲ་འབུངས་མཉམ་དུ་བསྲེ་སྒྱུར་བྱེད་དགོས་ར། དེ་མཉམ་དུ་བསྲེ་སྒྱུར་བྱེད་དུས་ཚང་མ་འདི་ར་དང་འདི་ཨ་མ་དེ་བརྡ་འདི་ང་ཚོའི། ཁ་མར་ཕྲ་འབུངས་དེ་ར་དེ་ན་ལུས་ཀྱི་ཕྲ་འབུངས་གི་ལྟེ་གཉིས་དེ་དེ་ལ་འདི་གང་ལ་བཞག་ར། ཨོ་དེ་ཅི་རིགས་ཚང་མ་འདི་གཉིས་མཉམ་དུ་བསྲེས་སྒྱུར་གྱི་ཡ་དེ་ལ་ད་ནི་ང་ཚོས་མི་འཇུག་མི་བཟོས་དངོས་འདྲ་རིགས་བསྐྲུན་ལ་དེ་རེད་ར། ཨོ་འདི་ལ་བརྟེན་ནས་ད་ནི་ག་རེ་ག་རེ་བཟོ་འོས་ར་བས་ན་དེ་ལ་རིམ་པ་གཉིས་འདུས་ར་དང་པོ་འདི་ལ་ད་ནི་འདི་ལ། Reproductive Colonial ལབ་དུས་ཚང་མ་ལ་ད་སྐྱེ་དངོས་གསར་བ་བཟོ་ཡ་དེ་རེད་ད་སྐྱེ་དངོས་གསར་བ་བཟོ་ཡ་དེ་ལ Reproductive ལ་ཡ་དེ་རེད་ད་ནི་གཉིས་པ་འདི་ལ་ད་ནི་འདི་ལབ་དུས།

འོག་ནས་ལུགས་བཅུག་སྟེ། བདག་འདི་གང་ནས་ཤི་བ་ནང་བཞིན་སྐྱེ་དངོས་ཀྱི་བདག་འདི་སྔོན་བྲག་རིགས་སྐྲུན་ལས་འདི་ལ་བརྟེན་ནས་སེམས་ཅན་ཐེངས་དང་པོ་བཟོ་རྒྱུ་བདག་འདི་འདི་གི་ལུགས་དེ་ཆགས་དོན་རེད། འོ་ལུགས་དེ་འདི་འདི་མ་མོ་ཅིག་རེད་ལ། མ་མོ་རེད་དོ། མ་མ་མོ་གྲོ་ལེ་ལ་བུ་དེ་རེད་གྲོ་ལེ་བར་སྐྲུན་ལས་དེ་རེད། གྲོ་ལེ་བར་སྐྲུན་ལས་དེ་ཆེས་ཐོག་མའི་སྔོན་བྲག་རིགས་སྐྲུན་གྱི་ནི་སུའི་སེམས་ཅན་དེ་ཡིན། ད་ནི་ད་གྲོ་ལེ་འདྲ་བོ་འདྲ་ཡིན་པ་ཡིན་ན་ཁོ་སྐྱེ་ས་དེ་གང་རེད་ལབ་དབྱིན་ཇི་རེད་དོ་དབྱིན་ཇི་གི་བདག་འདི་སློང་པ་ལ་དེ་སི་ཀོ་ལན་དྲི་ལ་ཅིག་ཡོད། ཡིན་རྒྱུ་དབྱིན་ཇི་གི་ཁོངས་ཡིན་པ་གང་ཞིག་ལ་སི་ཀོ་ལན་དྲི་ལ་ཅིག་འོ་དེའི་ནང་ལ་རེད། ཨོ་ད་ནི་ཁོ་བཅས་ཀྱི་དུས་ཚོད་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་སྐབས་ཀྱི་བཀོད་སྒྲིག་ལས་ད་དུ་མི་ཚེས་པ་ལྔ་ལ་གཅིག་རེད། ཨོ་ད་ནི་ད་ཁོ་གཉིས་རིགས་མ་སོང་ན་ག་རེ་རིགས་ལ་ན་ཡོངས་རིགས་ཡོངས་ལུགས་ད་ལུགས་ཀྱི་གཉིས་རིགས་རེད་དོ་ལུགས་ཡིན་དུས་ཚང་པ་ལ་ལུགས་ཀྱི་ནང་ནས་ཡོངས་ལུགས་ཀྱི་ལུགས་ལས་རྣམ་རྒྱལ་སྔ་སོར་སྒོ་ཟོག་གི་ལུགས་དེ་འདྲ་ཅིག་རེད། ཨོ་ད་ནི་ཁོ་རང་གི་རིགས་ཀྱི་ལ་རྒྱུས་ནི་ད་ནི་ཁོ་རང་ལ་འདས་གི་ད་ནི་མ་མོ་གྲོ་ལི་ལ་འདས་ལ་ཡང་རྒྱུས་མ་ད་ནི་ཁོ་རང་ལ་ཡང་ལུ་གུ་མ་སོང་དྲུག་གཅིག་དུས་ར། དེ་ཁོ་རང་གི་རིགས་རྒྱུས་མ་སོགས་རྒྱུས་པ་ནོར་དེ་རེད་དོ།

འོ་འདི་ནི་དམངས་མོ་ཀྲོ་ལེའི་རིག་རྩིས་ཀྱི་བརྒྱུད་རིམ་ནོ་ད་ལྟ་གང་ནས་ཤོད་ཡ་ནོ་དེའི་འབྲུ་སྟངས་ནོ་འདི་འདྲ་ཞིག་རེད་ད་ད་ལྟ་གང་ནས་ཤོད་ཡོང་བ་ད་དང་པོ་དང་པོ་ད་དམངས་མོ་ཀྲོ་ལེའི་བཟོ་རྒྱུད་ཚང་མ་དང་པོ་ཁོ་ཚོས་འདི་གི་ད་ལུས་ནི་ད་ལྟ་ལུས་ཀྱི་ཕྲ་ཕུང་གི་བརླན་ར་རེད་འདི་ད་ལྟ་དམངས་མོ་ཀྲོ་ལེ་གི་ད་ལུས་ཀྱི་ཕྲ་ཕུང་བརླན་ས་འདི་རེད་ར་དེ་ལས་ལུས་ཀྱི་ཕྲ་ཕུང་བརླན་ད་གི་གང་ནས་ཤོད་ཡ་ནོ་ལུས་ཀྱི་ཕྲ་ཕུང་ནང་གི་དེ་ཉིད་སྟོང་དགོས་ཡོད་ར་དེ་ནི་འདི་དེའང་དམངས་མོ་གཅིག་ཡིན་པ་འདི་ནི་ད་ལྟ་ཚད་མའི་ཕྲ་འབུངས་དེ་བླངས་དེ་ནི་འདི་སྙམ་དུ་སེལ་རྒྱུར་འཇུག་གོ། ར་ཏང་གིས་གང་ལས་བྱུང་བ་ནི་འདི་གའི་བདག་འདམ་གྱིས་ནི་ཁོ་རང་གི་དེ་ཉིད་དེ་བཏོན་ཚར་དོ། དེ་ལ་ཏང་གིས་འདི་གའི་ལུས་ཀྱི་ཕྲ་འབུངས་འདི་གའི་སྤྱིར་གྱི་དེ་ཉིད་དེ་ལུས་དུ་ཚང་བ་ལ་ཁོ་སྙམ་དུ་སེལ་རྒྱུར་འཇུག་གོ། ར་ལས། དེ་ལ་དེ་ནི་ད་འདི་གའི་ངར་གྲིམ་གྲིམ་སེ་དེ་ཆགས་དེ་ནི་ག་ལེ་ག་ལེ་གི་ད་ལུས་ཀྱི་སྤྱི་ཡང་དེ་ཚང་བ་དེ་ལ་ད་འདམ་དམའ་མོ་གྲོ་ལེ་ལ་དེ། ར་འོ་འདི་གའི་ད་འདམ། རིག་རྩལ་གྱི་འགྲོ་སྟངས་མ་སོང་འདི་འདྲ་ཅིག་རེད། དེའི་ལྡན་དང་བཟློག་བཟློག་སྟེ་མ་མོ་བགྲོ་གླེང་འདྲ་བོ་ཡིན་ན། ད་གཉིས་རིགས་གཅིག་པའི་སེམས་ཅན་ཆགས་འདོད་ར། དེ་བརླན་ས་དང་དེ་ནི། འོ་དང་པོ་གར་ལ་དགུ་ལུས་ཀྱི་ཕྲ་མོ་བརླན་ས་དང་མཚན་ཉིད་ཚད་མའི་ཕྲ་མོ་བརླན་ས་ཀྱི་ལྡན་དང་ལུགས་གཉིས་ཀ་གི་ལྡན་དང་གཉིས་རིགས་གཅིག་པ་ཆགས་འདོད་རེད་ར། འོ་གཉིས་རིགས་གཅིག་པ་ཡིན་དུས་ཚང་མ་ལ་སྟབས་བདེ་བོ་ཡོད་སའི་བཟོ་ཡ་ལི་སླ་བོ་ནང་ཡོད་ས་རེད་ར། འོ་དེ་ནི་ད་ལྟ་བར་དུ་དེ་ལྟ་བུའི་གཉིས་རིགས་གཅིག་པ་གི་སེམས་ཅན་པ་རོ་ལ་ལྡན་དང་སྔོན་འགྲ་རིགས་ཅན་གྱིས་ནི་བཟོ་ཚར་རྒྱུ་གི་སེམས་ཅན་ག་ས་ཡོད་ལབ་ན་ཚང་མ་ལ་གཉིས་ཆེ་རྩ་གྲངས་ཀྱིས་ལམ་ལྷོང་བྱུང་ཡོད་རེད་ཟེར་གྱི་འདུག་རེད་འདི་ཚང་མ་མྱི་རིགས་གཅིག་པ་ཡིན་དགོས་ར། མྱི་རིགས་ཐ་དད་པ་ནང་ལ་འདི་ལྟོས་ཟོ་ཁག་པོ་ནང་ཡོང་གི་འདུག་ད་མྱི་རིགས་གཅིག་པ་ཡིན་ན་དེ་ལྟ་བུའི་ལམ་ལྷོང་ནང་ཡོང་གི་འདུག་ར། འོ་དེའི་ནང་ནས་དང་པོ་དེ་ལ་འདི་ལ་ནི་ད་ང་ཚོའི་འདི་སྤྲེའུའི་རིགས་ཅིག་རེད་དོ་སྤྲེའུ་འདི་འདི་འདྲ་བའི་རིགས་དེ་ལ་ཡང་ཁོ་རང་ད། སྔོན་དྲ་རིགས་སྤྲིངས་གི་ཐབས་ལམ་བརྒྱུད་ནས་ཁོ་རང་གི་རིགས་མ་ཚང་བཟོ་ཐུབ་ཡོད་རེད། དེ་ནི་བདུད་རྩི་ལ་ཤ་བ་གཅིག་བསྡུས་ལ་ཤ་བ་ཡང་ཤ་བ་དང་ཤ་བ་གི་ཉིས་རིགས་པར་རོ་ལ་ཡང་འདི་ལྟ་བུའི་དངོས་འདྲ་རིགས་སྐྱོན་གྱིས་ནི་ད་ལམ་ལོང་བྱུང་ཡང་རེད། འོ་དེ་ནི་འདི་འདྲ་བ་རྟ་རེད་དོ་རྟ་དང་རྟ་ཉིས་རིགས་གཅིག་པར་བར་རོ་ལ་ཡང་འདི་ལྟ་བུའི་དངོས་འདྲ་རིགས་སྐྱོན་གྱིས་ནི་ཡང་ལམ་ལོང་བྱུང་ཡང་རེད་ཟེར། ད་ནང་བཞིན་འདི་ལ་ད་ལྟ་ཁྱི་གཅིག་འདུག་ཁྱི་དེ་ཡང་ཁོ་རང་ཉིས་རིགས་གཅིག་པ་རེད། ད་ནང་བཞིན་འདི་ལ་ད་ལྟ་འདི་སེམས་ཅན་གཅིག་འདུག་ང་ཚོ་ད་འདི་ན་བ་ཤུ་ཀུ་རིགས་ནང་བཞིན་ར་འདི་ཚོ་ཡིན་པ་ཡིན་ན་ད་ཁོ་རང་ད། དང་པོ་གི་ལུས་ཀྱི་ཕྲ་ཕུང་ལེན་སའི་དང་དེ་ནི་མཚན་མའི་ཕྲ་ཕུང་ལེན་སའི་གི་སེམས་ཅན་གཉིས་ཀ་གཉིས་རིགས་གཅིག་པ་རེད་འདུག་འདི་ཅན་གྱི་ལམ་ལྷོང་ཡག་པོ་བྱུང་ཡོད་རེད་ཟེར། འོ་དེ་དེ་སོང་ད་རྒྱུན་ལྡན་ནོ་བྱ་ད་ད་བར་དུ། དེ་ལྟ་བུའི་ལམ་ལྷོང་བྱུང་རྒྱུ་གི་སེམས་ཅན་ད་ཉེས་ཆད་ཚ་དྲོད་བྱུང་ཡོད་རེད་དེ་ཚོ་ཚང་མ་ད། ཁོ་རང་ཚོའི་ལུས་ཀྱི་འཕྲོད་བསྟེན་དང་གང་ཅི་བྱས་ནས་ད་རྒྱུན་ལྡན་ནོ་ཆགས་བསྡད་དུས་ཟེར་ར་དཀའ་ངལ་དེ་ནི་མི་འདུག་ཟེར་གི་འདུག་ར། འོ་དེ་འདྲ་ཅིག་བྱུང་ཞེས་ད་དེ་རྗེས་ལ་ང་རང་ཚོས་ད། ད་རྟོགས་པ་མ་སོང་གཞན་པ་ཅི་ག་རེ་ཡོད་ལབ་ཚང་པ་ལ་ད་ཉིད་རིགས། ཉིད་རིགས་གཅིག་པའི་སེམས་ཅན་པ་རོ་ལ་ད་སྔོན་འདྲ་རིགས་ཁྲི་ཅི་ན་ཡོང་གི་འདུག་ར། ད་ཉིད་རིགས་མི་མཐུན་པའི་པ་རོ་ལ་དེ་ཡོང་གི་རེད་ཡོང་གི་མ་རེད་ལ་ད་དེ་རྟོགས་པ་ར། ནམ་རྒྱུན་ང་རང་ཚོས་ད་ཉིད་རིགས་ལ་ཡག་གི་དོན་དག་དེ་དེ་ཡིན་པ་ཉིད་རིགས་ལབ་དུས་ཚང་པ་ལ། ད་སེམས་ཅན་དེ་ལྟ་བུའི་གཉིས་མཉམ་དུ་འདུས་པ་ལ་དེ་ནི་ཕྲུ་གུ་ཆགས་ཐབས་ཡག་དང་དེ་འདྲ་ཅིག་ལ་ང་ཚོས་ཉིད་རིགས་ལབ་གི་ཡོད་དཔེར་ན་འགྲོ་བ་མི་ལ་ང་ཚོས་མི་རིགས་ནག་པོ་དང་མི་རིགས་དཀར་བོ་ག་རེ་ཡིན་པ་ཡིན་ན་ད་དེ་གཉིས་མཉམ་དུ་ང་ཚོ་མཉམ་དུ་འདུས་དུས་ཚང་པ་ལ་ད་ཕྲུ་གུ་སྐྱེ་ཐུབ་གི་ཡོད་ར། དེ་ཚོ་ཚང་མ་ཉིད་རིགས་ཆགས་འདུག་ར། འོ་གཉིས་རིགས་གཅིག་པ་པ་རོ་ལ་དང་ཕྲུ་གུ་སྐྱེས་ཐུབ་ཀྱི་ཡོད་ར་རྣམ་རྒྱལ་ང་ཚོ་གཉིས་རིགས་འཁོར་བ་དོན་དག་དེ་ར་ད་གཉིས་རིགས་གཅིག་པ་མ་ཡིན་པ་ར་འོ་གཉིས་རིགས་གཅིག་པ་མ་ཡིན་པའི་སེམས་ཅན་དེ་ཚོས་པ་རོ་ལ་དང་ང་ཚོ་གིས་ད་འོ་འདི་ལྟ་བུའི་ཕྲུ་གུ་ཆགས་ཐུབ་ཀྱི་རེད་ཐུབ་ཀྱི་མ་རེད་ལ་ད་དེ་དོགས་པ་ཆགས་དུས་ར་འོ་ད་དེ་ལ་ད་བརྟག་དཔྱད་གྱིས་ཤག་དེ་བརྟག་དཔྱད་གྱིས་ནས་དེ་ལྟ་བུའི་གཉིས་རིགས་མི་མཐུན་པའི་སེམས་ཅན་པ་རོ་ལ་ཕྲུ་གུ་ཆགས་ཡས་དེ་ལ་ང་ཚོ་གིས་སེམས་ཅན་ཕུང་གསུམ་པ་རྣམས་ཀྱིས་ལབ་ཀྱི་དེ་ལ་ཡིན་གྱི་ནོ་འདི་ལ Hybrid ལ་ཡས་དེ་རེད་ར། འོ་འདི་ལ་ངས་དཔེ་མཚོན་ཁ་ཅིག་བཞག་བཞག་ཡོད་དང་པོ་དེ་ལ་ང་ཚོ་འདི་ལ། སེམས་མ་བཏགས་ལས་དེ་རེད་ར། སེམས་མ་བཏགས་ལས་དེ་སེང་གེའི་མོ་གཅིག་དང་དེ་ནི་སྟག་ཕོ་གཅིག་མཉམ་དུ་ཁོ་ཁོ་ཚོ་ཡང་རིག་འཛིན་དང་གི་སྒང་ནས་གཅིག་པ་གཅིག་རྐྱང། ཁོ་ཚོས་ལུས་ཀྱི་ཕྲ་མོང་དང་མཚན་མའི་ཕྲ་མོ་སེལ་འགྱུར་གྱིས་ནི་དེ་ལྟ་བུའི་ད་ཁོ་ཚོའི་ཁྲོ་བོའི་འཇིགས་གསོ་བྱ་དེ་ལ་དེ་འདྲ་སེམས་མ་བཏགས་ལབ་དགོས་ཏེ་རྣམ་པ་ཚོས་འདིའི་པར་དེ་གང་ལ་གཟིགས་ཡིན་ན་འདི། མགོ་དེ་སེང་གེ་ཡོད་ཀྱི་ཀྱང་ང་མ་དེ་སྟག་ཡོད་ཀྱི་ཀྱི་རེད་དོ། འོ་འདི་འདྲ་བོ་ཡིན་པ་ཡིན་ན་བཟོ་དེ་ཐུབ་ཡོད་དེ་ཁོ་ཚོ་ཡང་ཁྲོ་དེ་སྒང་ནས་ག་ང་འགྲོ་ཟེར་གི་འདུག་ར། ཁོ་ཚོས་དཔེ་ཆ་བཞག་ནས་ཁ་ཤིས་ད་ཁྱེད་ཚོ་གཅིག་ཡིན་ནོ་ཞེས་འབྲོས་ཚེ་ཁ་ཤིས་སྙེ་མ་ཁ་ཤིས་ནང་བོ་དང་ད་བདུན་ཕྲག་ཁ་ཤིས་དང། ད་བ་ཁ་ཤིས་མ་གཏོགས་ད་གཞན་རེ་མོ་བསྡད་ཐུབ་ཁོ་ཟ་མ་རེད་གང་ལྟར་ཡང་སེང་གེའི་དང་བ་ད་ནས་རྟགས་ཉམས་དུ་འགྱུར་བ་ལ་བརྟེན་སེམས་མ་བརྟག་སའི་ལས་འདྲ་ཡོད་བཟོས་ཟེར་ཚར་བྱས་ར་ཚོ་ཚོད་ལྟ་དེ་གྱིས་ཤག། དེ་ནས་དུས་གཅིག་ལ་རྟ་ཁྲ་དང་རྟ་གཉིས་ལས་བྱུང་བའི་སེམས་ཅན་ཡོད་ཕུང་གསུམ་པ་དེ་ལ་ང་ཚོས་ཟོར་ཟེར་ལབ་གི་འདུག་ད་འདི་ཡིན་རྒྱུ། རྣམ་རྒྱལ་ང་ཚོས་རྫི་བར་ལག་གི་རྟ་ཁྲ་ཡོད་བ་རྟ་ཁྲ་དང་འདི་ནི་ང་ཚོས་རྣམ་རྒྱལ་གྱེན་ལྡན་གྱི་རྟ་གཉིས་མཉམ་དུ་འདྲེས་བ་ལ་བརྟེན་འདི་ལྟར་ཡོད་སེམས་ཅན་གཅིག་དང། འདི་ཁོ་རང་མགོ་དེ་རྟ་འདྲ་བོ་དང་འདི་ནི་ཁོ་རང་གི་ཁོག་མེད་དེ།

འོ་ད་ནི་ད་ཐ་མ་དེ་ལ་ད་འགྲོ་བ་མིའི་དངོས་འབྲེལ་རིགས་བསྐྲུན་ལས་དེ་རུ་ད་འགྲོ་བ་མིའི་དངོས་འབྲེལ་རིགས་བསྐྲུན་བཟོ་ཐུབ་ཀི་རེད་ཟེར་ད་སྤྱིར་བཏང་བཟོ་ད་ཐུབ་ཀི་འདུག་ད་ད་གང་ནས་བྱུང་བ་ནི་ངོ་མ་ལུགས་དེ་ནས་བཟོས་སོང་བ། དེ་ནོ་ད་མིའི་དེ་ལ་བཟོ་ཆོག་བཟོ་ཐུབ་ཀི་རེད་ལབ་ན་བཟོ་ད་ཐུབ་ཀི་རེད་ཡིན་ནོ་དེ་ཁྲིམས་མཐུན་ཡིན་མིན་ད་རྩོད་པ་རེད་ད་འདའ་བར་དུ་ར། འོ་སྤྱིར་བཏང་ང་བཟང་སྤྱོད་གང་ནས་ད་མིའི་དངོས་འབྲེལ་རིགས་བསྐྲུན་བཟོ་ཆོག་མི་ཆོག་ལ་ད་རྩོད་པ་བྱེད་དེ་མ་ད། དེ་ལྟ་བུའི་སྐབས་སུ་མི་བཟོད་ན་མི་འདྲ་མི་འདྲ་ཆགས་འགྲོ་གི་ར་ད་གང་འགྱུར་མ་འགྱུར་ཆགས་འགྲོ་གི་ར་ང་ཚོ་དེ་ཅན་གྱི་ད་སེམས་ཅན་དངོས་འདྲ་རིགས་སྤྲིང་གི་ཐབས་ལམ་གྱིས་ནི་མི་དངོས་འདྲ་རིགས་སྤྲིང་བཟོད་ཐུབ་ཀི་རེད་ལབ་ན་བཟོད་ད་ཐུབ་ཀི་རེད་ར། བཟོད་ཐུབ་ཀི་རེད་ལབ་གི་འདུག་དེ་འདྲ་དེ་བཟང་སྤྱོད་དོ་ཐུབ་མ་གཙོ་བོ་དེ་རེད་ར། ད་མི་དངོས་འདྲ་རིགས་སྤྲིང་གྱིས་ན་མི་བཟང་སྤྱོད་དོ་ཐུབ་ནམ་མ་ལ་ད་དེ་རེད་ད་གཙོ་བོ། ད་ནི་མི་ཡི་སྐབས་སུ་འགྲོ་བ་མིའི་དངོས་འདྲ་རིགས་སྤྲིང་བྱེད་ཕྱོགས་དེ་ལ་མུ་མཐུད་ནས་ད། ད་གཙོ་པ་ཆིག་ཆེན་པོ་རེད་དེ་ཚོ་ཁ་ཤས་ཀྱིས་དེ་ལྟ་བུའི་ད་དངོས་འདྲ་རིགས་སྤྲིང་གྱིས་ན་འགྲིག་གི་འདུག་ད་དཔེར་ན་ན་ཚ་དེ་འདྲ་ལ་ཕན་གི་ར་དཔེ་ཆགས་ཟེར་ནས་ང་ཚོ་གི

ད་འདི་ཆ་ལ་དེ་ད་ང་ཚོས་ལ་ཁྲིམས་ཐོ་མ་ཆགས་ཚུལ་ཚང་མ་ལ་དེ་ག་ང་རེད་བར་དཔེར་ན་ང་ཚོ་འཁར་མར་འགྲོ་བ་འཕྲོ་བརླག་ཅིག་འགྲོ་ཡོད་ན་མི་གཞན་པ་འཁར་མར་སྤྲད་གཉིས་མ་རག་ན་སོ་སོ་ད་ཤི་འགྲོ་ཡ་མ་རེད་ཐབས་ཤེས་ཡོང་མ་ར། མ་འོངས་པ་ན་ཚོས་ཁྲིམས་ཐོ་འཆག་པ་ཡིན་ན་ཨོ་དེ་ལྟ་བུའི་ད་སོ་སོའི་འཁར་མ་དུ་སོ་ད་བཀྲག་ཤེས་ཁོ་ནས་བཟོས་ནས་མི་མི་ལ་ཕན་ཐོག་དགོས་ར། ཨོ་དེ་ད་འདའ་རྩོད་པ་ཆེན་པོ་རེད་འདི་སོ་ད་ཡིན་ན་ད་འདའ་དཔེ་རྩོད་པ་ཆེན་པོ་འགྲོ་དེ་བ་རེད་མ་འོངས་པ་ན་ད་ཁྲིམས་ཐོ་འཆག་མི་འཆག་དང། དེ་ཚོ་ཧ་གོ་མར་གང་ལྟར་ཡང་ད་ལྟ་སྔོན་འདྲ་རིགས་བསྐྲུན་ལ་སྡིག་དགོངས་ནས་སེམས་ཅན་གཉིས་པ་རུ་ད་བཟོ་ཐུབ་ཡ་དེ་ད་ནི་གང་སོག་ལམ་ལྷོང་བྱུང་ཚད་རེད་ད་བརྟག་བྱའི་རང་གི་སྒོ་ནས། འོ་གྲུབ་འབྲས་དེ་འདྲ་ལྷུག་བསྡུས་དོ། འོ་དེ་ནི་ད་ལྟ་དེ་ཡིན་དེ་རིང་ངས་ད་ལྟ་སྐབས་སུ་བབ་པ་དེ་འདི་ལྟ་བུའི་ད་ནི་སྔོན་འདྲ་རིགས་བསྐྲུན་ལ་གཅིག་དང་དེ་ནི་སྡིག་དགོངས་ནས་ད་ནི། འོ་ད་ནི། ཕྱིར་ཕུག་ཁྲོ་བོ་ལ་དེ་གཉིས་གང་ལ་ཞུགས་ཡིན་ད་ནི་འདི་གི་ཚན་པ་ཇི་མང་ཇི་སྣང་ལ་ང་ཚོས་ད་ནི་གནད་འགོག་མ་ལ་ཁོ་ལ་ཞུགས་གི་ཡིན་དེ་ནི་དེ་རིང་འདི་ལ་མཚམས་བཞག་ཡིན། འོ་དེ་ནི་ང་ཚོ་གླེང་ཚེ་ཇི་མི་སྣོད་བསྐྱར་དུ་མཇལ་ཡོང་ཐུགས་རྗེ་ཆེ།